ད་ལྟ་ཅི་ར་ཡག་གི་ད་ལྟ་གོ་སྐབས་དེ་འདྲས་ཀྱི་ཨ་ནི་རྒྱ་མིའི་གཞུང་གི་ཨ་ནི་འགྲོ་སོང་བཏང་རྗེས་ར་དུས་གང་ལ་ངས་བསམ་ན་འདི་ནི་ང་རང་ཚོ་ཆུ་ལོག་ཞུ་ཉན་ཚོ་ཡི་ཨ་ནི་དགག་པ་བཅས་གནང་རྒྱུ་མི་འདུག་ངས་ད་ལྟ་ཞིབ་འཇུག་བྱས་རི་བསླབ་གྲ་དེ་རྒྱལ་ལ་ག་རེ་ལབ་ཀྱི་འདོག་གལ་ཆེ་ཤོས་ང་རང་ཚོ་གཞོན་སྐྱེས་དོ་ཚོ་ལ་ཨ་ནི་བོད་སྐད་དེ་བསླབ་ཀྱི་འདོག་མི་འདོག་བོད་སྐད་དེ་བསླབ་པའི་ཤུགས་ཨོ་རིག་གཞུང་དེ་ཉག་ཐུབ་ཨོ་རེད་བོད་སྐད་མེད་ན་རིག་གཞུང་དེ་བསླབ་ཨོ་རེད། ངས་ཞིབ་འཇུག་བྱས་བྱས་བོད་སྐད་འདི་དཔེ་ཡག་པོ་བསླབ་ཀྱི་འདུག་ད་ལྟ། རྣམ་པ་ཚོ་ད་ལྟ་པེ་ཅིན་དང་འདུ་ཚོ་སྐོར་ལ་ག་ལི་ག་ལི་ཁེངས་ཀྱི་རེད། ཁོ་ཚོ་གང་བྱུང་གསལ་བཤད་བྱེད་ཁར་སླེབས་པ་རེད། ངས་འདི་དངོས་ལས་ངས་ཞིབ་བཤུར་བྱས་པ་ཡིན། ངོ་ཐོག་དྲངས་ནས་ང་རང་ཚོ་ད་བལ་ཐོ་ར་ས་ཡ་སྤུ་གུ་ས་ཡ་གཅིག་ལ་བོད་ལ་སློབ་སྦྱོང་ཧྲ་ཐག་ཐག་ཅིག་སྤྲད་ཀྱི་འདུག། དེ་ལ་ང་ཚོ་དགག་པ་གནང་རྒྱུ་མི་འདུག། ཨ་ནི། ཨོ་ད་དེ་འདྲ་བྱས་ནས་ངས་ཁོ་རང་ཚོ། ང་རའི་བསམ་ཚུལ་དྲང་པོ་ཡིན་པ་དེ་ངས་བཤད་རེད། དེ་ང། བཤད་ཡ་གལ་ཆེན་པོ་རེད་བསམ་གྱི་འདུག། ཨ་ནི། ད་དེའི་ཐོག་ནས་རྣམ་པ་ཚོ། དེ་གཅིག་མཚན་ཙམ་ཞིག་ལ་བྱུང་ཤག་ཁ་ཤས་ཀྱིས་ཨ་ནི་ད་དེ་ལྟ་བུའི་ཐག་རིང་ཁྱོད་ནི་གསོ་བ་རེད་ཟེར་ནས་གསུང་གི་ཡོད་ས་རེད་ཁོ་ཅི་ད་དེ་འདྲའི་ལྟ་དགོངས་པ་བཅས་མ་བྱེད་རོགས་གནང།

ངོ་སོའི་འདྲ་བོ་རྩ་བ་ཉིད་ཀྱི་མི་འདུ་བ། ཇི་ལྟ་བ་སོ་སོ་གི་ལས་ཀ་ལས་ཡ་དེ། སྤེན་པ་ཚེ་རིང་ལྟ་ན་གཞུང་གི་ངོ་སོ་དོར་བའི་ཆེད་དུ་བཤད་ཀྱི་ཡོད་མ་རེད་བ། ཡིན་པ་ཡིན་ནའོ་ཇི་ལྟ་བ་བོད་མིའི་སྒྲིག་འཛུགས་ཀྱི་འོས་འཕྲིན་ཅིག་ཡིན་པ་ཡིན་ན། བོད་པ་ཚང་མ་ལ་ཆ་སྙོམས་སྒོ་ནས་ཀྱི་ལྟ་དགོས་བ་དེ་གལ་ཆེན་པོ་ཞིག་ཟེར་བ། ཡིན་པ་ཡིན་ནའོ་ལྟ་ཀྱི་མི་འདུ་བ་སོ་སོ་གི་ཆབ་སྲིད་ཁ་གཏད་ཚོད་ལ།

སྒྲིག་འཛུགས་ལ་བློ་ཕམ་བྱུང་གི་རེད་བ། སེམས་པ་ལྕགས་ལས་གྲུབ་པ་ཡིན་ན་བློ་ཕམ་བྱུང་གི་རེད་བསམ་གྱི་ཡོད་མ་རེད་བས།